ལྷན་རྒྱས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ཞེ་བཞི་བདུན་ཟླ་བ་བཅུ་བའི་ཚེས་ཉི་ཤུ་ལྔ་རྗེ་བླ་མ་བཙོན་པ་པ་ཆེན་པོའི་དགོངས་རྫོགས་དབུ་བཙུགས་ནས་ལོ་དྲུག་བརྒྱ་ཧྲིལ་པོ་འཁོར་བའི་དུས་ཆེན་ཁྱད་པར་ཅན་དང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ། འཛམ་བུ་གླིང་དུ་ཆེས་སྙན་གྲགས་ཆེ་བའི་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་སུམ་ཅུ་སོ་གཅིག་ཧྲིལ་པོ་འཁོར་བའི་དུས་ཆེན་དང། ལོ་འདིའི་བོད་མི་སྒྲིག་འཛུགས་ཀྱི ྋགོང་ས་མཆོག་ལ་བཀའ་དྲིན་རྗེས་དྲན་གྱི་ལོ་རེད་ཟེར་ནས་སེ་ར་རྣམ་པ་བཞི་སོང་གི་ད་ལོ་འདི་ང་རང་ཚོ་དུས་ཆེན་ཁྱད་པར་ཅན་གསུམ་འཛོམས་ཆགས་བསྡད་ཡོད་རེད་འོ་དེ་འདྲའི་གཅིག་ཉིན་མོ་ལ་སྟབས་བསྟུན་ནས་ཨ་རིའི་མངའ་སྡེ Arizona། ལ་གནས་བཞུགས་གནང་མཁན་བློ་བཟང་བཀྲ་ཤིས་ལགས་དང་ཁོང་གི་བཟའ་ཟླ་ཕུ་བོ་སྒྲོལ་མ་ལགས་ནང་མི་ནས་ནི་བོད་ཡུལ་ཕ་མ་མེས་གཉིས་དྭ་ཕྲུག་གསོ་སྐྱོང་གནང་མཁན Love Prasad Sudhar Sangh པོ་དེའི་ཐོག་ལ་ནི་ཟླ་བ་གཉིས་རིང་ཙམ་བདག་ཧན་གྱི་སྐམ་སའི་དེ་འདྲ་ཞིག་སྦྱིན་གཏོང་གནང་སོང་བློ་བཟང་བཀྲ་ཤིས་ལགས་དང། ནང་མི་ལྷན་རྒྱས་ལ་ཚོགས་པའི་ངོས་ནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡས་དང། བློ་བཟང་བཀྲ་ཤིས་ལགས་ཀྱིས་དེ་རིང་ཙམ་མ་རེད་འདས་པའི་ཐེངས་ཁ་ཤས་རྗེས་དེ་འདྲ་ཞིག་གནང་ཡོད་རེད། ཁོང་གིས་གཙོ་བོ་འདི་གནང་དགོས་དོན་དེ་དེ་རིང་ནོ་བེལ་ཞི་བདེ་གཟེངས་རྟགས་དང་དགའ་ལྡན་ངམ་བརྗོད་དུས་ཆེན་ཁྱད་པར་ཅན་འདི་འདྲས་ཞིག་ཁེལ་བསྡད་པ་ཡིན་ཙང་གཙོ་བོ་སྤྱི་ནོར་གོང་ས་སྐལ་མ་ཆེན་པོ་མཆོག